ཕྱི་ཟླ་ནི་རིང་མིན་ཕྱི་ཟླ་བཅུ་བའི་སྟག་རིག་ཉི་ཤུ་རྩ་བདུན་རྩ་བརྒྱད་རྩ་དགུ་ཉི་མ་གསུམ་རེ་ས་དཔག་བསམ་སྤེན་པ་ཉི་མ་གསུམ་གྱི་དཔག་བསམ་སྤེན་པ་ཉི་མ་གསུམ་གྱི་ཉི་མ་གསུམ་འབྲིང་ལ། ཨ་ནི་ནེའུ་ཡི་ནེའུ་བྱ་ཟེར་གྱི་སྤྱི་སྒང་ཕུན་ཚོགས་སྡེ་བཞི་ནང་ལ་མཎྜལ་སྒྲུབ་མཆོད་དུ་སོན་ནི་ཚོགས་ཡས་རེད། ཨ་ནི་དེའི་སྐབས་ཀྱི་དེ་ནི་མཎྜལ་སྒྲུབ་མཆོད་དང་འབྲེལ་བའི་སྒོ་ནས་ཨ་ནི་མི་མང་རྣམས་ལ་མཁྱེན་རྟོགས་ཡོང་བའི་ཆེད་དུ་ཨ་ནི་ཚོགས་ཆུང་ནས་ཨ་ནི་མཎྜལ་སྒྲུབ་མཆོད་ཀྱི་ཨ་ནི་དམིགས་ཡུལ་དང་ཕན་ཡོན་ལ་གཅིག། དེ་འདྲས་ཀྱི་ཞོལ་དུ་ནགས་ཟིན་ནས་རེ་བ་སྣང་བ་སྣང་ཞིང་ཨ་ནི་ང་རང་ལ་དེ་འདྲས་ཀྱི་ཞུ་བས་ཀྱི་སྤོབས་པ་དང་གདེང་ཚོད་ཁེ་ཡོག་མར་དེ་ཡིན་ན་ཡང་ཨ་ནི་ཅིག་ཁོ་ན་ཚོས་རེ་བ་རེ་འདོན་ཞུ་བ་དང་ཨ་ནི་ང་རང་སེར་མའི་ཐོས་བསམ་ནོར་འདྲ་ཚང་གི་ཨ་ནི་གྲྭ་བ་ཅིག་ཡིན་པའི་ཆ་ནས་ཨ་ནི་དེ་འདྲས་ཟིན་ནས་གང་ཐུབ་མི་མང་རྣམས་ཀྱི་ཁེ་འདོང་ཡོང་ཆེད་ལ། ཨ་ནེ་ཕན་ཡོན་དགོན་པར་རྒྱུན་དུ་ཞུ་ཡོད་བསམ་སོང། དེ་ཡང་ཨ་ནེ་སྨན་བླ་སྒྲུབ་མཆོད་འདི་ཉིད་ཨ་ནེ་བྱུང་རིམ་སློང་དུ་བྱས་པ་ཡིན་ན་ཐོག་མ་ཨ་ནེ་སྟོན་པ་བཅོམ་ལྡན་འདས་ཀྱིས་ཨ་ནེ་ལུང་གིས་ཟིན་པ་ནང་བཞིན་མ་འོངས་པ་ཨ་ནེ་གཅིག་རྙིང་མ་སྔ་ཕྱི་ཆེར་འཕེལ་བའི་དུས་ངན་སྐབས་ལ་ཨ་ནེ་འགྲོ་བ་སེམས་ཅན་རྣམས་ལ་དེ་ནས་ཅིག་བྱིན་རླབས་ཟབ་མོ་ཨ་ནེ་སྨན་བླ་སངས་རྒྱས་སྨན་བླ་དེ་བཞིན་རྗེས་ཀྱི།

ཨ་ནི་རྒྱ་མཆོག་འདུན་པ་ཆེན་པོའི་རྒྱ་ཚབ། ཨ་ནི་བདེ་མོར་མི་བྱེད་མཆོག་གི། ཨ་ནི་ཐུགས་སྨོན་རྒྱ་ཆེན་དང་སྐུ་པ་རྒྱུད་འཛིན་ལ་གཟིགས་ནས་བཀའ་བབས་ཀྱི། སེར་མོའི་ཐོས་བསམ་ནོར་ནི་གྲ་ཚང་ལ། ཨ་ནི་འདུག་ཟིན་ནི་སྨད་ལ་སྒྲུབ་མཆོད། རུ་ཉིས་བརྒྱ་ལྔ་བཅུ་གོང་ལ་དེ་བཞིན་གསར་བཙུགས་གནང་བ་ནས་བཟུང་ནས་ད་བར་དུ། ཨ་ནི་བྱིན་རླབས་རྒྱུན་མ་ཆད་པ། ཨ་ནི་དེ་འབྲེལ་གྱི་ལོ་ལྟར། ཚུར་དང་ཚུར་ཞིག་མའི་ཐོག་ནས་དེ་འདའ་བར་དུ་ཡིན་ན་ཡང།

ཨ་ནི་རང་རང་སོ་སོ་གི་ཐུགས་སྨོན་རྒྱ་གྱི་གང་བྱེད་དང་འབྲེལ་བའི་སྒོ་ནས་ཨ་ནི་སྨན་རག་དེ་བཞིན་གྱི་གི་ཨ་ནི་ཕན་ཡོན་དང་དགོས་པ་རྒྱུ་མཚན་ཨ་ནི་སྟོན་པ་བཅོམ་ལྡན་འདས་ནས་གསུང་དེ་དག་བར་དུ་བར་མ་ཆད་པའི་ཕྱིར་ལ་ཟབ་མོ་ཡིན་པ་དེ་ཐུགས་ལ་བཞག་ནས་ཨ་ནི་དེ་འདྲའི་ཕལ་གྱི་དེ་ཡང་དག་ཟེར་ངོ་སོ་རེད་ཟེར་བ་གཅིག་པུ་མ་ཡིན་པར་རྒྱ་མཆོག་ལྔ་པ་ཆེན་པོས་དེ་ནི་ག་རེ་གསུང་བ་རེད་ཟེར་ན་སྙིགས་མའི་འགྲོ་ལ་ཐུགས་རྗེ་གཉིས་མེད་འོད་ཆེས་ཆེས་རགས་པ་བཅོམ་ལྡན་འདས་བཞེད་དེ་སྨོན་ལམ་གསུང་བ་དོན་ཀུན་འགྲུབ་པ་སོགས་རྫོགས་པའི་སངས་རྒྱས་རྣམས་ཀྱི་བཀྲ་ཤིས་ཤོག་འོ་སྲིན་ཐུགས་སྨོན་དེ་འདྲའི

རིས་སུ་མ་ཆད་པའི་བསྟན་འཛིན་གྱི་སྐྱེས་བུ་དམ་པ་རྣམས་སྐུ་ཚེའི་བསྟན་འཛིན་མཛད་ཕྲིན་མཁའ་མཉམ་ཡོངས་ལ་ཁྱབ་པ་དང། རིས་མེད་ཆོས་སྤྱོད་དགེ་འདུན་གྱི་སྡེ་རྣམས་ཐུགས་སྤྲུལ་རྟ་མགྲིན་གཙང་ཞིང་ཞི་ཁྲོ་འཁོར་ལོ་གསུམ་གྱི་བྱ་བ་ནང་ཡར་ཚུར་དུ་འཕེལ་ཞིང་རྒྱས་པ་དང། དེ་དག་གི་བྱིན་རླབས་ལ་བརྟེན་ནས་འཛམ་གླིང་ཡུལ་གྲུ་ཀུན་ཏུ་རིལ་བ་དུས་ཀྱི་རྒུད་པ་ཚད་ཐུང་ཞིང་ནད་མང་བ་དང་དམག་འཁྲུག་དམུ་རྒོད་ཀྱི་འཇིགས་པ་དང་ནད་ཡམས་དྲག་མི་ཁྱབ་པས་འགྲོ་བའི་འཇིགས་པ་ལ་སོགས་པ་དེ་དག་རང་སར་གཞིལ་ནས། འགྲོ་བ་རྣམས་དགའ་བདེའི་དཔལ་ལ་ཅི་དགར་ལོངས་སུ་སྤྱོད་ཐུབ་པ་སོགས་ཀྱི